བྱིན་རླབས་རེད་བ་དེ་བྱིན་རླབས་རེད་བྱིན་རླབས། དེ་མེད་ན་མོ་ཚ་ཚ་རེད། རེད་བ། ཨོ། དུམ་བུ་དུམ་བུ་དུམ་ནི་ཆུ་ལ་གཡུག་ཚ་ཡོད་རྒྱུ་རེད་དེ་འདྲས་བྱེད་ཀྱི་འདུག་བ། དེ་འདྲས་བྱེད་ཀྱི་འདུག་བ། དེ་དེ་འདྲས་རེད། དེ་འདྲ་ཡིན་དུས་དེ་ལ་བྱིན་རླབས་དེ་འདྲ་བྱེད་འདུག་བ། དེ་ཁ་ནས་ཡོང་གི་ཡོད་རེད་དེ་བྱིན་རླབས་དེ་ག་པ་ཡོད་རེད། དེ་བྱིན་རླབས་དེ་སངས་རྒྱས་བཅོམ་ལྡན་འདས་ནས་ང་རང་ཚོ་བོད་ལ་ད། ལ་ལ་འདྲ་གི་དཔལ་འགྲུབ་རྣམ་པ། དེ་ནས་གུ་རུ་རིན་པོ་ཆེ། ད་དེ་ཚོ་གི་རྒྱུད་རྣམས་འཕེལ་ཡོང་བས་ཀྱི་དེ་ནི་ད་རྒྱུད་པ་དེ་དེ་ལ་དེ་ག་ནང་བཞིན་འབི་ཀྲ་མ་ལ་ཤི་ལ་ཏག་ཤི་ལ་ད་དེ་ཚོ་གང་ག་ནས་འཕེལ་ཡོང་བས་ཀྱི་དེ་ནི་རྒྱུད་པ་དེ་ད་དེ་ཚོ་གང་ག་དེ་བསྟན་པ་སྔ་དར་བསྟན་པ་བར་དར་ཡོད་རེད་དེ་བསྟན་པ་ཕྱི་དར་དུས་ཆོན་བསྟན་པ་སྔ་དར་དང་ཕྱི་དར་རང་ཟེར་དེ་གི་རེད་བ་གང་ལྟ་ཡང་ད་དེ་འདྲའི་ཤི་ནས་དེ་ནི་འཕེལ་ཡོད་རེད་དེ་ཚོ་གང་གིས་ཀྱི་དེ་ནི་རྒྱུད་པ་བར་མ་ཆད་པར་ད་དེ། དཔེ་ཆ་ཀློག་ཤེས་ཙམ་གྱིས་ཀྱང་འགྲེལ་བཤད་རྒྱག་བསྡད་པ་དེ་འདྲ་མ་རེད། བླ་སྨན་གྱིས་སློབ་མ་ལ་རྗེས་སུ་བཟུང་ནས་སློབ་མས་བླ་མ་ལ་དེ་ནས་གསོལ་བ་བཏབ་ནས་དེ་ནས་ཆོས་ཞུ། ཆོས་གནང། ཆོས་ཐོབ། སོ་སོས་ཀྱི་དེ་རྒྱུད་ལ་སྦྱར། ཉམས་སུ་ལེན། ཉམས་སུ་ལེན་པ་ལ་བརྟེན་ནས་དང་པོ་ཉམས་ཤར། ཉམས་སྣ་ཚོགས་པར་ཤར། ཉམས་ཀྱི་བར་ཆད་ཀྱི་དབང་དུ་མ་འགྲོ་ནས་ཉམས་ལས་ཞེན་ཆགས་མ་ཞུགས་ནས་དེ་ནས་རྟོག་པ་རྒྱུད་ལ་སྐྱེ། དེ་འབྲེལ་གྱི་རྒྱུད་དཔེ་གྱི་བྱིན་རླབས་ཏེ་ཡེ་ཤེས་སོ་སོར་དག་པའི་སྡོམ་པ་གྱི་རྒྱུད་པ་ན་བྱང་ཆུབ་སེམས་དཔའི་ལྷ་འབར་གྱི་རྒྱུད་པ་གསང་བ་སྔགས་ཀྱི་དམ་ཚིག་གི་རྒྱུད་པ་དབང་གི་རྒྱུད་པ་ལུང་གི་རྒྱུད་པ་ཁྲིད་ཀྱི་རྒྱུད་པ་ཤེས་པ་གྱི་རྒྱུད་པ་རྩོད་པ་གྱི་རྒྱུད་པ་ཚང་མ་ཡོད་རེད་དེ་ཚང་མ་མ་ཉམས་པ་ལ་བརྟེན་ནས་དེ་ནས་བྱིན་རླབས་ཡོད་རེད་བ། བརྗོད་པ་སྨྲས་ན་བྱིན་རླབས་ག་བ་ཡོད་ཡོད་མ་རེད་པ། བྱིན་རླབས་ཟེར་མཁན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་རེད། དེའི་གི་བྱིན་རླབས་དེ་དེ་ནི་ང་རང་ཚོ་ལ་ང་རང་ཚོ་གི་ལུས་ངག་ཡིད་གསུམ་རེད་ད་ང་ས་བོན་དེ་ང་ཚོའི་ལུས་ངག་ཡིད་གསུམ་རེད་དེ་ལ་ཐོབ་ཡོང་བ་རེད་བ། དེ་ཐོབ་ཡོང་དུས་ག་སོ་ང་ཚོའི་ལུས་ངག་ཡིད་གསུམ་དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་གྱི་བྱིན་གྱིས་བརླབས་ནས་དེའི་གི་བྱིན་རླབས་དེ་རང་གི་རྒྱུད་ལ་ཡོད་དུས། ཨ་ནི། དེ་ལ་བརྟེན་ནས་དེ་ནི་གཞན་ལ་ཡང་ཕན་ཐོགས་པ། རང་གི་ཆོས་ལ་ཡང་བར་ཆད་མེད་པ་རེད་པ། ཨ་ནི་དཔེ་ཆ་ག་ཚད་ཤེས་ན་ཡང་དེ་ལ་བརྟེན་ནས་ང་མཁས་པ་ཡིན། ང་སུ་གང་གི་གླགས་མི་ཁེལ་བསམ་པའི་གི་ང་རྒྱལ་མེད་པ་རེད་པ། དཔེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ནམ་མཁའ་ལྟ་བུ་རྒྱ་ཆེན་པོ་རེད་པ།

ད་དེ་ཚོ་སྔོ་ལེན་ལེན་གྱི་ཤེས་ཚར་དུས་སྐབས་སུ་ལ་རྒྱུད་ལ་སྦྱར་ནས་ཉམས་སུ་ལེན་ཡོང་དུས་སྐབས་སུ་ལ་དེ་ནས་སྔོ་ལེན་གྱི་ད་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་རང་གི་ལུས་ངག་ཡིད་གསུམ་ལ་འཇུག་ཡོང་གི་ཡོད་རེད། དེ་ལ་བརྟེན་ནས་དེ་ནས་སྡོམ་པ་སྲུང་དགོས་ཀྱི་རེད། དམ་ཚིག་སྲུང་དགོས་ཀྱི་རེད། བྱང་ཆུབ་ཀྱི་སེམས་བསྐྱེད་རྣམ་པར་དག་པ་དགོས་ཀྱི་རེད་དེ་སྲུང་དགོས་ཀྱི་རེད། དེ་སྲུང་བ་དེ་དཔེ་གལ་ཆེན་པོ་རེད། དཔེར་ན། དེ་ནས་གོང་གསལ་སྐྱབས་མགོན་ཆེན་པོ་གིས་དེ་ནས་ད། བཟང་སྤྱོད་ཀྱི་ཆོས་ཟེར་ནས། དེ་ནས། སྤྱོད་པ་བཟང་པོ་གྱི་ཆོས། དེ་ནས་ད་ང་རང་ཚོས་ད་ཆོས་ལུགས་ཀྱི་ཆོས་དང་མ་འདྲེས་པ་བཟང་སྤྱོད་ཀྱི་ཆོས་ཟེར་ནས་བཀའ་གནང་འདི་ག་འདུག་ག། དེ་ང་ཚར་མང་པོ་བཀའ་སློབ་དེ་ང་ཚར་མང་པོ་ཉན་པ་ཡིན། ཡང་དང་ཡང་དུ་ལས་ཉན་པ་ཡིན། ད་དེ་དེ་གཞི་བཞག་ནས་ནི། སློབ་གྲྭ་ཆེན་པོ་དེ་ཚོ་གི་ཨེ་མོ་རི་ལ་སོགས་པ་དེ་ཚོ་གི་ནང་ནས་དེ་ནི་སི་ལེར་ནིང་ཟེར་མཁན་འདྲ་པོ་དེ་འདྲའི་རྒྱ་ཆེན་པོ་བཟོས་བཞག་དེ་ཚོ་གང་ག་ལས་དེ་ནི་ག་ལ་གང་འཚམ་གོ་བསྡུར་བྱས་པ་ཡིན། དེ་ནི་ག་རེ་གསུངས་བསྡད་ཀྱི་འདུག་གནས་བལྟ་དུས་སྐབས་སུ་ལ་ཆོས་ཀྱི་སྙིང་པོ་དེ་གསུངས་བསྡད་ཀྱི་འདུག་བ་ཆོས་ཀྱི་སྙིང་པོ་དེ་རེད་བ། ཆོས་ཟེར་མཁན་དེ་སྤྱི་བཏང་གི་དེ་ནི་ད། ཡིད་ཀྱི་ཡུལ་དུ་ཆུད་པའི་ཆོས་ཟེར་བ་རེད།

གར་ཆགས་པ་ཡིན་ན་ཁོ་སྔོན་པོ་གོ་གི་འདུག་ཨ་ཟེར་གི་རེད། སྔོན་པོ་སངས་རྒྱས་ཀྱི་གོས་མཆོག་གསུངས་ཡོད་རེད་ད། ཡང་ངས་དེ་ཟེར་གི་འདུག་ཟེར་ན་ཁྱེད་རང་ཚོས་དེ་འདྲ་མ་གནང་མ་གཏོགས་ཨ་ནི་དགེ་སྐོས་ལགས་ཀྱི་ཆད་པ་བཅད་ཡོང། སྒྲིག་ལུགས་རྒྱལ་གྱུར་བ། ཡིན་ན་ད་བོན་པོ་ཟེར་གི་ཏག་ཏག་གནང་འདུག་བོན་པོ་དེ་བོད་གངས་ཅན་ལྗོངས་ཀྱི་གནའ་བོའི་གི་ཆོས་རེད་པ། འདི་གུ་རུ་རིན་པོ་ཆེ་མཁན་སློབ་ཆོས་གསུམ་གྱི་སྐབས་སུ་ལ། བརྡར་ཤ་བཅད་ནས་སངས་རྒྱས་ཀྱི་བསྟན་པ་དང་མཐུན་པ་སེམས་ཤེས་ནས་ཕན་ཐོགས་པ་འདི་འདྲ་ཡིན་དུས་སྐབས་སུ་སོ་བཞག་གནང་བྱ་བར་བ་བད་མཁར་ཐང་ལ་བརྡར་ཤ་བཅད་ནས་སོ་བཞག་གནང་བརྡར་བྱ་བར་བ་དེ་འདྲ་ཡིན་དུས་དེ་ལྟ་ན་འདི་ནང་པར་གྱི་ཆོས་དང་ཁྱད་པར་ཅི་ཡང་མཐོང་གི་མི་འདུག་ང་རང་གིས་དེ་ནི་ངས་བརྟག་པར་ཞུས་ཡོད་ང་ལ་བོན་གྱི་རྩ་བའི་བླ་མ་མེད་རེད་བ་ཡིན་ནའང་ངས་བོན་གྱི་དཔེ་ཆ་མང་པོ་བལྟ་མྱོང་ཀློག་མྱོང་ཁྲིད་མ་མྱོང་སོགས་ཀློག་མྱོང་དེ་ནས་ཁོང་རྣམ་པ་ལ་ཕྱག་རྒྱ་ཆེན་པོ་འདུག་རྫོགས་པ་ཆེན་པོ་འདུག་དབུ་མ་ཆེན་པོ་འདུག་ཤེར་ཕྱིན་འདུག་གང་གང་འདུག་བ་དེ་ནི་ཨ་ནི་བཀའ་བསྟན་དབྱིངས་ཉིད་ཀྱི་ཆ་ཚང་ཐབས་ཤེས་བྱ་བ་ཡིན་ཁོང་རྣམ་པས་བཀའ་བསྟན་གསུང་གི་འདུག་བ་ད་བཀའ་བསྟན་ལ་པོད་ལྔ་བརྒྱ་ལྷག་ཙམ་གྱི་འདུག་འོ་དེ་འདྲའི་འདུག་ད་དེ་འདྲ་ཡིན་ད་ཧ་ཅང་གི་རྩ་ཆེན་པོ་རེད་ང་འདི་བདུན་ཅུ་དོན་ལྔ་ལོར་སླེབས་དུས་སྐབས་སུ་ལ་ག་ག་ཡེ་ཡོད་མ་རེད་དེ་ནས་བདུན་ཅུ་དོན་དྲུག་ནས་འགོ་བཙུགས་ནས་ད་བཞེངས་ནས་ལོ་ཟླ་དཔའ་བོང་ཤེས་རབ་གླིང་ཕ་གི་ལ་ད་བཤད་སྒྲུབ་གི་སྡེ་ག་ལ་གང་འཚམ་གྱི། དེ་ནས་གྲུབ་ཡོད་རེད། དེ་ཡང་གོང་ས་སྐྱབས་མགོན་ཆེན་པོ་གི་བཀའ་དྲིན་རེད། དེ་ག་ནང་བཞིན་གྱི་དེ་ནི་ད་འདི་ན་བླ་མ་སྐུ་བགྲེས་རྣམ་པ་ཚོ་ད་གཉིས་མ་གཏོགས་གང་ག་རྫོགས་ཚར་བ་རེད་ངའི་རྒན་ལགས་དེ་དགུང་ལོ་བརྒྱ་དང་ལྔ་རེད་ཁོང་བཞུགས་ཡོད་རེད་དེ་ད་རུང་བླ་མ་གཅིག་བཞུགས་ཡོད་རེད་དགུང་ལོ་བརྒྱ་ཟིན་འགྲོ་ཡོད་རེད་ད་དེ་མ་གཏོགས་དེ་གཞན་དག་ཚང་མ་ཕེབས་ཚར་བ་རེད་ད་ཁོང་ཚོ་གང་ག་གི་དཀའ་ལས་བརྒྱབ། དེ་ནི་དེ་ག་ནང་བཞིན་གྱི་ད་ད་ལྟ་གཞོན་སྐྱེས་ཚོ་གང་ག་གི་དཀའ་ལས་བརྒྱབ་ནས་དེ་འདྲའི་ཟེར་ནས་བཞེངས་བསྡད་པ་རེད། ཁོང་གིས་གསུངས་སོང་ཨ། འདི་གི། སློབ་གླིང་འདི་འདྲ་བ་ཡིན་ན་ཡང་མང་པོ་ཅིག་གི་དཀའ་ལས་བསྐྱོན་པ་རེད་གསུངས་སོང་ཨ། དེ་རེད། དེ་འདྲ་བྱས་ན་དཀའ་ལས་རྒྱབ་ནས་ཡོང་གི་རེད་མ་གཏོགས་གི། ཆར་པ་གཅིག་བབས་ཡོང་དུས་བཀའ་ཟུར་ལས་ཤ་མོང་ཐམས་ཅད་སྐྱེས་ཡོང་གི་འདུག་ཨ། དེ་ནང་བཞིན་ཚུལ་སྐྱེས་ཡོང་གི་མ་རེད་ད། ཨོ། རྡོ་རེ་རེ་བཞིན་དུ་ས་ཕག་རེ་རེ་བཞིན་དུ་རེ་བ་ཡར་བརྩིགས་དགོས་རེད་ཨོ། རེད་ད། དེ་འདྲ་བྱས་ནས་ལས་དགོས་རེད། དེ་ཚོ་གང་གཱ་ཡིན་ན་དཀའ་བ་སྐྱེས་ཡོད་རེད་དེ་ཚོ་ད་ཡི་དཀའ་བ་སྐྱེས་མཁན་མི་དེ་ཚོ་ཧ་ཅང་གི་དེ་ནི་གཟི་བརྗིད་ཆེན་པོ་རེད་ཁོང་ཚོ་སོ་སོ་ལ། ཉིན་གླ་གཅིག་རག་ཡོད་མ་རེད་དཱ། ཉིན་གླ་གཅིག་ཉི་མ་གཅིག་གི་གླ་གཅིག། ཨོ། བསྟན་པ་རང་གི་དོན་དག་སོ་སོ་གི་ཆོས་དང་རིག་གཞུང་གི་དོན་དག་རང་ལ་བསམ་བློ་བཏང་ནས་དེ་ནི་ལས་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་ཧ་ཅང་གི་ཧ་ཅང་གི་གཟི་བརྗིད་ཆེན་པོ་རེད་ཁོང་ཚོ་ང་ཚོའི་གི་མེས་པོ་གི་གྲས་ལ་ཏན་ཏན་རང་བཞིན་གི་ཆགས་ཏེ་ཡོད་རེད། ད་གང་ལྟ་ཡང་དེ་འདྲ་ཡིན་དུས་དེ་ནི་ད་ང་རང་ཚོ་ཁྱེད་རང་ཚོའི་ཡོན་ཆེད་རྣམ་པ་ཚོ་གིས་དེ་ནི་བོད་ཀྱི་རིག་གནས་འདི་ནི་བསླབ་ཀྱི་ཡོད་རེད། མཚན་ཉིད་འདི་ནི་བསླབ་ཀྱི་ཡོད་རེད། གཞུང་འདི་ནི་བསླབ་ཀྱི་ཡོད་རེད་དེ་ཚོ་ཚང་མ་བསླབ་བསྡད་ཀྱི་ཡོད་རེད། དེ་ཚོ་ནི་འཐུས་ཤོར་སྐྱེས་ཡོད་མ་རེད། མི་འདུག་བ། འཐུས་ཤོར་མེད་ནས་དེ་རིང་རང་ནས་དེ་ནི་དབུ་ཞྭ་གྲུ་བཞི་བསྣམས་མཁན་ག་ཚད་ཡོད་སོང་རེད་བ། འོ་དེ་ནང་བཞིན་གྱི་ད་ལ་ཕྱག་འཚལ་བཞེས་མཁན་ག་ཚད་ཡོད་སོང། འོ་དེ་ཚོ་གང་ག་གྲུ་འདྲེ་རེད་དེ་སྔར་ལས་སྟོང་ཕྲག་ལྔ་ཙམ་ཟིན། ཕེབས་ཚར་སོང་སོང་ཨ། དེ་ཚོ་གང་ག་གྲུབ་འབྲས་རེད། དེ་ལ་འཐུས་ཤོར་ཡོད་མ་རེད། ད་ད་ག་ཆེ་ཤོས་ཅིག་ངས་ག་རེ་ག་པོ་ཁྱེད་ལ་ནན་ཏན་བྱས་ནས་ཞུ་ཡག་ག་རེ་འདུག་ཟེར་ན། དེ་ནི་ཆོས་ཀྱི་སྙིང་པོ་སྟེ་རྒྱུད་པ་རེད་ད་རྒྱུད་པ། འོ་དེ་དེ་ནས་དགེ་རྒན་རྣམ་པ་ཚོ་དང་དགེ་བཤེས་རྣམ་པ་ཚོ་དང་ཚང་མ་གི་གནང་འདོད་ཡོད་པ་རེད། ཁྱེད་རང་ཚོ་གི་དེ་ལ་དང་བ་དང། འདོད་པ་དང་ཡིད་ཆེས་དང་དོད་ཡིད་ཆེས་གསུམ་གི་དད་པ་གི་སྒོ་ནས་དེ་ནི་སོ་སོ་གི་རྒྱུད་ལ་སྦྱར་ནས་དེ་བདག་པོ་བརྒྱ་དགུ་རེ་མ་གཏོགས་ཀྱི། དེ་ནི་ཁྱེད་རང་ཚོ་གི། ཆོས་ཤེས་བསྡད་པ་དེ། དཔེར་ན། གོས་གོན་བཞག་པ་འདྲ་པོ་ཅིག་ཆགས་ཀྱི་མ་རེད་དཱ། རེད་བ། གོས་ཅིག་ཡིན་ན་འཚེམ། འདུག་སྟེ་བརྒྱབ། ཨ་ནི་གོན། ཏག་ཏག་འགྲིག་ཚར་རེད་བ། ད། ཤུགས་ཀྱིས་ལ། ཆུ་ལ་སྦངས་ནས་རློན་པ་བཟོ། དེ་འདི་འདྲའི་ཞིང་ཆུ་གོན་པ་ཡིན་ན་ད་སྐུ་དང་ལྡན་སྦྱར་རྒྱུ་རེད་བ། ཨ་ནི་ཕྱི་ལོག་ལས་ཉི་མ་ནང་འགྲོ་ནས་ཆུ་དེ་སྐམ་ཚར་ན་རླུང་གཅིག་སྦྱར་ན་ཡོད་མ་རེད་དུ་ལོ་ཡོད་མ་རེད་ཚར་ཚར་རེད་དེ་ནང་བཞིན་རེད། རྒྱུད་ལ་མ་སྦྱར་ན་ཨ་ནི་ཆོས་ལས་བྱིན་རླབས་འཇུག་གི་མ་རེད་བསྟན་པ་འཛིན་འཛིན་ཐུབ་གི་མ་རེད་ད།